བླ་མ་གླིང་རྒྱལ་སྐུ་ཁམས་བཟང་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཚེ་ལྔ་སྤྱི་ཟླ་བཅུ་པའི་ཚེས་དྲུག་རེས་གཟའ་ཟླ་བའི་ཉིན་གྱི་བོད་ཀྱི་རླུང་འཕྲིན་ནས་བོད་དང་རྒྱལ་སྤྱིའི་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་ཡ་ཡིན། རིང་གི་གསར་འགྱུར་ཁག་གི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ས་རཱ་མུ་ལ་ལི་མཆོག་ཁན་ཏར་བི་རི་ཆུ་བོན་དུ་བསྐོ་གཞག་བྱུང་བར་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་སྩལ་བའི་སྐོར་དང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐའེ་ཝན་དད་ལྡན་མི་མང་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་མགོན་པོ་མཆོག་ནས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སེམས་བསྐྱེད་དང་བྱང་སྡོམ་སོགས་ཀྱི་ཆོས་འབྲེལ་སྩལ་གནང་བའི་སྐོར། གསར་འགྱུར་མེ་ལོང་འགོ་བཙུགས་ནས་དེ་རིང་ལོ་ངོ་བརྒྱ་འཁོར་བའི་དུས་ཆེན་དང་སྟབས་བསྟུན་ནས་ས་རཱ་བོད་རིག་པའི་བགྲོ་གླེང་ཐེངས་བཅོ་བརྒྱད་པ་དབུ་འཛུགས་གནང་ཡོད་པའི་སྐོར་ད་ག་ནང་བཞིའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་ཆེན་སྐབས་བཅུ་དགུ་པ་མཇུག་སྒྲིལ་དང་ཚོགས་གཙོ་གསར་པ་འོས་འདེམས་བྱུང་བའི་སྐོར་སོགས་རིམ་པས་གསར་འགོད་པ་རྣམ་པས་སྙན་སྒྲོན་ཞུས་ཡ་ཡིན། ད་ལྟའི་ལུང་མདོལ་གྱི་ཡུལ་ཤུལ་ཆོས་དཔོན་ས་ར་མུ་ར་ལིའི་མཆོག Kendra Pillay ཆོས་དཔོན་དུ་བསྐོ་གཞག་བྱུང་བ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཁ་སང་ཕྱི་ཟླ་བཅུ་པའི་གི་ཚེས་ལྔ་ཉིན་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པ་རེད། གསུང་འཕྲིན་འདིའི་ནང་དེ་རིང་ཁ་སང་གི་ཆ་ལ་འཛམ་བུ་གླིང་འདིའི་ནང་དཀའ་ངལ་མང་པོ་ཞིག་འཕྲད་དང་འཕྲད་བཞིན་ཡོད་པ་དང། དེ་བཞིན་འགྲོ་བ་མིའི་གཞི་རྩའི་རིན་ཐང་ལ་སྣང་མེད་དུ་གཏོང་བཞིན་པའི་དུས་ཚོད་འདི་འདྲ་ཞིག་གི་སྐབས་དེ་ལ། མི་དམངས་ཀྱི་དོ་སྣང་སླེབས་ཡག་གི་ཆེད་དུ་ང་རང་ཚོ་ཆོས་ལུགས་ཀྱི་དབུ་ཁྲིད་ཡིན་པའི་ཆ་ནས་ཆོས་ལུགས་ཚང་མ་ཐུན་མོང་དུ་ཡོང་པའི་བསླབ་བྱ། གུ་ཤང་དང་བཟོད་སྒོམ་ད་ག་ནས་ཤི་འཆམ་ཚེའི་རིན་ཐང་དང་དེ་དག་མི་མང་གི་སེམས་ལ་འཇུ་ཐབས་བྱ་དགོས་ཀྱི་རེད་ལ། དེ་ལྟ་བུའི་བསླབ་བྱ་འདི་ཚོ་ནི་དོན་དངོས་ཀྱི་ཕན་ཐོགས་ཡོད་པ་ཞིག་ཀྱང་ཆགས་ཀྱི་ཡོད་རེད། ཟས་བཅད་བཀའ་སློབ་སྩལ་གནང་བཞག། ད་ག་ནང་ཤི་གསུང་འཕྲིན་ནང་མུ་མཐུད་བཅས་ཆོས་དཔོན་ས་ར་མུ་ལི་ལའི་མཆོག་ཁོང་སྐུ་ཉིད་ཨང་ལིན་ཀན་ཡུས་ཧྲུའུ་ལྷ་ཁང་གི་དབུ་ཁྲིད་བུད་མེད་གཅིག་གིས་གནང་རྒྱུ་ཡིན་པ་ཤེས་རྟོགས་བྱུང་བར་ཁྲལ་དགའ་ཚོར་ཆེན་པོ་བྱུང་ཟེར་གསུངས་གནང་བཞག་ལ་ད་ག་ནང་བཞིའི་ཚན་རིག་གི་བདེན་དཔང་གཞི་བཟུང་བུད་མེད་ལ་རང་བཞིན་གྱི་བྱམས་བརྩེའི་ནུས་པ་ཆེ་བ་ལྡན་ཡོད་དུས། འཛམ་བུ་གླིང་ནང་བུད་མེད་ཀྱི་དབུ་ཁྲིད་གང་མང་ཞིག་བྱུང་བ་ཡིན་ན། འཛམ་གླིང་འདིའི་ནང་བགོ་བཤའི་ངེས་ཤེས་ཇེ་ཆེར་འགྲོ་ཡ་ཞིག་དང་ཞི་བདེ་ལྡན་པའི་གོ་ལ་ཞིག་ཆགས་ཡ་ལ་ཡིད་ཆེས་ཡོད་ཟེར། གསུང་དང་སྐུ་གཉིས་ཀ་འདྲར་བེ་རིའི་ཆོས་དཔོན་དུ་བསྐོ་བཞག་བྱུང་བ་དེ་ཡིན་ན་ང་རང་ཚོ་ལ་ཡང་རེ་བ་གསར་པ་ཞིག་ཀྱང་ཡིན་ཞེས་གསུངས་གནང་བཞག།
ས་རཱ་གཞོན་ནུས་གོ་སྒྲིག་གནང་བའི་ས་རཱ་བོད་རིག་པའི་བགྲོ་གླེང་ཚོགས་འདུ་ཐེངས་བཅོ་བརྒྱད་པ་དེ་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩེ་ལྔ་ཟླ་བ་བཅུ་པའི་ཚེས་དྲུག་དབུ་ཉིན་གངས་སར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་དབུ་འཛུགས་གནང་སོང། སོང་ཙང་ད་དེ་རིང་གི་བགྲོ་གླེང་ཚོགས་འདུ་འདིའི་ཐོག་ལ་ཡིན་པས་ན་ད་ཡུལ་ཕྱོགས་སོ་སོའི་གསར་འགྱུར་མེ་ལོང་ལྟོས་ན་བརྗེད་ད་དེ་རིང་འདུག་ཅེས་ལོ་བརྒྱ་དང་པོ་འཁོར་བར་སོང་ཙང་མིག་ཤེལ་གྱི་དུས་ཚོད་དེ་དང་སྟབས་བསྟུན་ནས་ད་རེས་ཀྱི་བགྲོ་གླེང་དེའི་བརྗོད་གཞི་ཡིན་པས་ནི་གསར་འགྱུར་མེ་ལོང་སུ་འདུག་ཅེས་ཆགས་ཀྱི་འདུག་སོང་ཙང་ད་ད་རེས་ཀྱི་བགྲོ་གླེང་ཚོགས་འདུ་དེའི་གི་ཐོག་ལ་ཡང་ཨ་ནི། གསར་འགྱུར་མེ་ལོང་ཞེས་པའི་བརྗོད་གཞི་དེ་ཁས་གོ་ཡག་དང་ཨ་ནི་ད་ག་དང་གཞན་ད་རེས་ཀྱི་ཚོགས་འདུའི་ཐོག་ལས་རིམ་གཞན་ག་རེ་ཡོད་མེད་སྐོར་ལ་ཡང་ང་ཚོའི་སར་བོད་ཀྱི་གཞོན་ནུའི་ཚོགས་གཙོ་མཆོག་ལ་ཡང་བཅར་འདྲི་ཞུས་ཡོད། ད་གསར་འགྱུར་མེ་ལོང་གཙོ་བོ་ད་རིང་ང་ཚོ་གི་བརྗོད་གཞི་གི་བགྲོ་གླེང་འཁེལ་ཡོང་བ་དེ་ནི། ད་ལན་གསར་འགྱུར་མེ་ལོང་དེ་ནི་བོད་མི་རྣམས་ཀྱིས་ཚེས་གཅིག་སྟོང་དགུ་བརྒྱ་ཉི་ཤུ་དགུ་བརྒྱ་ཉི་ཤུ་རྩ་ལྔ་ནས་དྲུག་ཅུ་རེ་གསུམ་བར་དུ་ཁུ་ནུ་བ་འབའ་བུ་མཐར་ཕྱིན་ལགས་ཀྱིས་གསར་བཏོད་གནང་བ་ནས་ལོ་བརྒྱ་འཁོར་གྱི་ཡོད་པ་དང། བོད་མི་རྣམས་ཀྱིས་ད་དེ་དུས་སྐབས་ཀྱི་དགེ་བ་ཡབ་སྲས་རེད་ད་ག་ནང་བཞིན་གྱི་བོད་ལ་བཞུགས་པའི་བོད་མི་མགོ་མང་ཡོངས་ཀྱིས། ཆབ་སྲིད་ཀྱི་དུས་འགྱུར་དང་འཛམ་གླིང་གི་ཕྱི་ཕྱོགས་ཀྱི་གཟིགས་ཕྱོགས་ཆ་ཚང་རོ་གཅིག་འདིའི་གནམ་ནས་འདུག་གཟིགས་རྟོག་འབྱུང་ཡག་གི་གོ་སྐབས་བསྐྲུན་ཡོད་པ་འདི་འདི་གལ་གནད་ཆེན་པོ་གཅིག་དང་བོད་དཔེ་ཀྱི་དཔེ་རྙིང་མང་པོ་ཞིག་དཔེ་སྐྲུན་ཞུས་ཡོད་པ་འདི་ཚོ་གི་གལ་གནད་དང་འདི་ཚོ་ལ་བརྟེན་བཞིན་ང་ཚོ་འདུག་ཟེར་བ་ཆགས་ཡོད་ལ། ད་ད་ག་ནང་བཞིན་དེ་རིང་གི། བགྲོ་གླེང་ཚོགས་འདུ་དབུ་འབྱེད་ཀྱི་མཛད་སྒོའི་ཐོག་ལ་ཡིན་པའི་ན་སྐོར་མགྲོན་གཙོ་བོ་དེ། བཙན་བྱོལ་བོད་མིའི་ཕྱི་དྲིལ་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་ཡེ་ཤེས་དབང་མོ་མཆོག་གདན་ཞུ་གནང་ཤག་སོགས་མཛད་གྲྭ་དེ་རིང་གི་དབུ་འབྱེད་མཛད་སྒོའི་ཐོག་ལ་ཡིན་པའི་ན་སྐོར་མགྲོན་ཚོ་བོ་མཆོག་ནས་བཀའ་སློབ་གསུང་བཤད་གནང་ཡག་གཙོ་བོ་དེ་ཡིན་པའི་ན་སྤྱིར་བཏང་གི་ཟླ་རེའི་མི་སུ་དང་སུ་ཡིན་པའི་ན་ནམ་རྒྱུན་དུ་ན་ལས་ཀ་ག་རེ་བྱེད་པའི་ན་དྲང་པོ་དྲང་བཞག་བྱས་དམིགས་བཤད་དུ་ཨ་ནི་གསར་འགྱུར་གྱི་ལས་རིགས་ནང་ལོགས་ལ་ཡང་ལྟ་ཅིག་ཚང་མས་ཀྱི་དྲི་བ་དྲི་དུས་ཡིན་ནས་དེ་འདྲའི་ཐོག་ལ་ཡང་དྲང་པོ་དྲི་དགོས་པ་དང་ལྟ་ལྷག་པར་དུ་ལྟ་ཅིག་ཡུལ་ཕྱོགས་སོ་སོའི་གསར་འགྱུར་མེ་ལོང་གསར་འཛུགས་གནང་མཁན་མཐར་ཆེན་འབའ་བུ་མཆོག་དང་རྒྱ་བོ་སྐུ་ཕྲེང་བཅུ་གསུམ་མཆོག་ལ་ཡང་དམིགས་བསལ་གྱི་འབྲེལ་བ་དང་ནང་བཞིན་ཡུལ་ཕྱོགས་སོ་སོའི་གསར་འགྱུར་མེ་ལོང་གི་ཨ་ནེ་གནས་ཚུལ་དཔེ་ཆོ་དང་འབྲེལ་བའི་ཐོག་ནས་རྒྱ་བོ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་ནས་ཡིན་པའི་ནས་བསྔགས་བརྗོད་གནང་ཡོད་པ་གསུངས་གནང་སོང། ཨ་ནེ་ལྔ་བཅུ་ང་གྲངས་གནང་ལོར་ད་བོད་ནང་དུས་ཟིང་བྱུང་འདུག་ག་ལ་ཨ་ནེ་ཁོ་རང་གི་ནུས་པ་དང་ག་ཡོད་ཀྱི་ཆ་ཚང་བོད་ནང་གི་དཀའ་ངལ་དངོས་ཡོད་དཀའ་ངལ་ཕྱི་ལ་དོན་དེ་འདྲ་ལ་ཤུགས་བརྒྱབ་ཏོ་སྐབས་དེ་དུས་ག་ལ་བོད་ནང་ལོགས་ལ་ག་རེ་བྱུང་གི་ཡོད་མེད་འཛམ་གླིང་ཕྱི་ལོགས་སུད་ཅེས་ཀྱི་ཇི་ར་ཤིང་རྒྱུ་ཡོད་ས་མ་རེད་ཨིན་ཇི་ཡི་དང་རྒྱ་གར་གྱི་དེ་ཤིང་རྒྱུ་ཡོད་ནོ་མ་ཤེས་གཞན་པ་གི་ཤིང་རྒྱུ་ཡོད་ས་མ་རེད་ད་གསང་ཉུལ་མེ་ལོང་བརྒྱུད་ནས་ཁོ་རང་གི་བོད་ནང་ལ་དཀའ་ངལ་ད་སྐབས་དེ་བོད་ཤར་ཕྱོགས་ལ་ལྔ་བཅུ་ང་གྲངས་ལྔ་བཅུ་ང་ལྔ་ང་དྲུག་ནང་ལ་རྒྱ་མི་གི་བཙན་འཛུལ་བྱས་རེད་བཅོས་བསྒྱུར་བྱས་ཚང་མ་འགོ་བཙུགས་རེད་དེའི་སྐབས་སུ་ལ་ཨ་ནི་དགོངས་པ་དང་འདྲ་ལི་ཐང་དགོན་ཆེན་གཙོས་པའི་དགོན་པ་མང་པོ་གཏོར་བཅོལ་བཏང་དེ་འདྲའི་བྱེད་དུས་ག་ལ་དེ་གི་ཕ་ནི་ཚུ་མི་འདུག་ཚུ་ཡག་སྐྱབས་བཅོལ་ལ་ཡག་གྲོས་ཨེ་འཛིན་ཇོ་ནང་ལས་ཨིན་ཁ་ཤས་ཐད་ཀ་རྒྱ་གར་ལ་ཆེ་ཨིན་ཕལ་ཆེ་ད་ད་འཛོམ་ས་འདྲ་བོ་དེ་ཀ་ལིང་བོང་འདྲ་བོ་ཆ་དེ་དོ་ཨིན་དེའི་སྐབས་སུ་ལ་ཨེ་ནི་ཕ་ནི་མི་འདུག་ཚུ་གི་ད་ག་རི་བྱུང་བ་དེ་དངོས་ཡོད་གནས་ཚུལ་དེ་ཁོ་རང་གི་གསར་འགོད་ནང་ལ་ཚུ་བཀོད་ཨེ་ནི་ཞི་ནི་ད་བོད་གསར་འགྱུར་མེ་ལོང་གི་སྐད་སྒྲ་ཆེན་པོ་ཆ་ཡ་ཆེ་ད་ནི་དེ་འདྲའི་ཞི་ནི་ཆ་ཡིན་ཟེར་རེད། ཨེ་དང་པོ་དེ་འགོ་བཙུགས་དུས་ལོ་གཅིག་རྗེས་ལ་ཁོ་རང་དང། རྒྱ་བོ་ཀུན་གྲིབ་ཅོག་གསུམ་པ་དེ་མཆོག་གིས་ཕྱག་བྲིས་བྱས་ཨེ་ནི་རྒྱ་གར་སྒོར་མོ་བཅུ་གཅིག་ཁོ་རང་ལ་བསྙེན་པ་བསྐུར་ཁྱེད་རང་གི་གསར་འགྱུར་དེ་ངའི་ཀློག་གི་ཡོད་ཨེ་མུ་མཐུད་ནས་ཤུགས་རྒྱབ་ཤོག་ཨ་ལ་ནས་བཀའ་གནང་འདུག་ཨ་དེ་བཀའ་གནང་དུས་ག་ལ་ཨེ་ནི་ཁོ་རང་དེ་ནས་སེམས་ཤུགས་འཕར་ནས་དེ་སྐབས་སུ་ལ་སྟོད་ར་ལྟ་ངན་ཁ་ཤས་ལྟ་བསྔགས་བརྗོད་བྱེད་ངན་ཁ་ཤས་ལྟ་ཡོད་ལྟ་ཡོད་ཟེར་དེ་ཨེ་ནི་དེ་སྐབས་ཀྱི་ཁོ་རང་གི་ད་སེམས་ཤུགས་འཕར་ཡས་ཀྱི་དེ། བྱེད་ཐུབ་མེད། དེ་ནས་གཞི་ནས་ཁོ་རང་གིས་ད་མུ་མཐུད་ནས་འབད་བརྩོན་བྱས་དཔེ་འཇོག་གི་དཀའ་ངལ་དང་རིམ་པར་རབ་དང་རིམ་པར་མང་པོ་ཞུ་ཞིང་འཕྲད་བཞག་ཡིན་ནས་ད་ཁོ་རང་གིས་ད་རང་ཁོ་རང་ཤུགས་བརྒྱབ་ནས་ང་ཚོའི་གི་བོད་ཀྱི་ལུགས་རྒྱུན་གང་ལ་ཆབ་སྲིད་གནད་དོན་གང་ལ་ཁོ་རང་གིས་བྱས་རྗེས་ཆེན་པོ་ཞུས་ཅིག་བཞག་གནང་བཞག། ཐང་ན་གཞི་དམིགས་བསལ་སྐོར་མགྲོན་ཡིན་པ་ཡིན་ན་དེ་ངའི་བརྩེ་དྲུང་ཟུར་བ་རེད་ཨ་ན་ད་ལྟའི་དགའ་ལྡན་ཕོ་བྲང་གི་བོད་དྲུང་སྐུ་ངོ་བྱམས་ལྡན་ལ་ཡང་འདུག་ཚེ་གདན་འདྲེན་ཞུ་གནང་བཞག། ད་གཞུང་ཞབས་དེ་གའི་འདི་ན་ནས

ཨ་ལས་དགའ་བོ་ཞེས་པ་བྱུང་ངོ། ཁོང་བྱམས་ལྡན་ལགས་ནས་ད་བར་དུ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཤེས་བྱ་རྩོམ་སྒྲིག་ལ་མི་ལོ་བཅུ་བདུན་ལྷག་ཟེར་གྱི་འདུག་ཞབས་ཕྱི་ཞུས་བཞག་པ་ཅིག་དང་དེའི་རྗེས་སུ་ཁོང་ངོས་ལ་ཡར་གང་དེ་ཕོ་བྲང་ལ་ཕེབས་ཆེད་ཞབས་ཕྱི་ཞུས་དང་ཞུ་མུས་ཀྱི་དེ་འདྲའི་མི་ལོ་དྲུག་ཅུ་རེ་བཞི་མ་སིམ་ཙམ་ཞིག་གི་ང་ཚོ་བོད་རྒྱལ་ཁབ་དང་བོད་མི་རིགས་དང་ནང་བཞིན་གྱི་ཁོང་སྐྱབས་མགོན་ཆེན་པོ་མཆོག་ཅིག་ལ་ཞབས་ཕྱི་དང་ཐུགས་ཁུར་ལྷག་བསམ་རྣམ་དག་གི་ངོས་ནས་འདི་འདྲའི་ཞབས་ཕྱི་བསྒྲུབས་པ་དེ་ལ་ང་ཚོས་ཀྱི་བཀའ་དྲིན་མཚོན་ཆེད་དུ་འདུག་ད་ལན་གྱི་གཟེངས་རྟགས་དེ་རྡོ་སུ་ཕུལ་བ་ཆགས་ཡོད་ལ། ད་ལན་གྱི་ཆ་ལ་ང་ཚོ་གསར་བརྗེ་གཞོན་ནུ་མཐོ་སློབ་རུ་ཁག་གིས་དམིགས་བསལ་གྱིས་ད་ལན་ཚར་དང་པོ་ཆེད་དུ་གཞོན་ནུ་རུ་ཁག་གི་ཚོགས་མི་དང་ལམ་སྟོན་པ་མཉམ་རུབ་ཀྱིས་དུག་སེལ་གཏན་འབེབས་བྱས་བཞག་པས་ད་ལན་འདིའི་གཟེངས་བསྟོད་དེ་ཚར་དང་པོ་བྱས། དེ་ནི་མར་རྒྱུན་འཁྱོངས་ཀྱིས་ང་ཚོ་རྒྱུན་ལས་མི་བཅུ་བཅུ་གིས་གང་ཐུབ་ཅི་ཐུབ་ཀྱིས་དུག་སེལ། ལོ་རྗེས་མ་ནས་སྤྱི་ཚོགས་ནང་ལོ་ལ་མི་བྱེད་པ་ཅན་ཚོ་ལ་རྡོ་སུ་ཕུལ་ཡག་གི་ཆ་ཞིག་ཡོད་ལ། དག་ནང་བཞིན་ད་རིང་གི་བགྲོ་གླེང་ཚོགས་འདུ་འདིའི་ཐོག་ལ་ཡང་གསར་འགྱུར་མེ་ལོང་དང་འབྲེལ་བའི་ཐོག་ནས་གསུང་བཤད་གནང་མཁན་ད་ལྟ་ཀ་ལོན་པུ་ནས་ཡིན་པ་གང་ཞིག་ལ་ནི་དེ་སྔ་མཐར་ཆེན་པོ་པུ་གི་ཕྱག་ལས་གནང་སྟངས་ཐོག་ལ་ཡང་དམིགས་བསལ་གྱི་ད་རྒྱུས་མངའ་དེ་འདྲས་ཡོད་མཁན། དར་ཞབས་འཇམ་དཔལ་བཀའ་བསྟན་ལ་ཡང་མཐར་ཆེན་པོ་པུ་གི་ནི་བོད་པའི་སྐད་དང་རིག་གཞུང་ཐོག་ལ་ཡང་ད་དམིགས་བསལ་གྱི་མཛད་རྗེས་ག་རེ་བཞག་མེད་སྐོར་ལ་ཡང་ནི་ང་ཚོས་དེ་འདྲས་ཅི་ཡང་བཅར་འདྲི་ཞུས་ཡོད། ང་ཚོས་ཀ་ལོན་པུ་ལ་ཡང། བོད་ཡིག་གི་སློབ་གྲྭ་སློབ་ས་རྒྱ་གར་མི་ནི་ཆེན་པོ་འདུག་རེད་ཨེ་ཤི་ཡའི་མི་སེར་སྤུ་གུ་ཉིས་སྟོང་ལྔ་བརྒྱ་ཡོད་རེད། ཀོ་མི་དེ་ནི་དེ་ཚོ་གང་གཱ་ན་བོད་ཡིག་སྐད་ཡིག་གཉིས་པ་སློབ་དགོས་རེད། ད་དེ་ཚོ་དེབ་མ་བཏབ་ནས་དེབ་གང་གི་མཐའ་བྱིན་འབབ་ལག་གི་དབུ་མེད་ཀྱི་ཀ་བའི་དང་པོ་འབྲོག་པའི་གཉིས་པ་ཟེར་ཚོད་རེད། དེ་ཚོ་བྱས་ནས་ནི་ཁོང་གི་འགྲོ་དོན་ཆེན་པོ་ཞིག་ཟེར་བ་གལ་སྲིད་མཐའ་བྱིན་འབབ་ལག་གི་མེ་ལོང་དེ་བཏོན་མེད་ན་དེའི་སྐབས་བོད་པ་ཚོ་ལ་དངོས་གནས་དྲན་ནས་བོད་ཡིག་ཡར་རྒྱས་བཏང་ཡང་དགོས་དབུབ་ཁོ་ར་ཡོད་མ་རེད།

ཀློག་དེབ་གང་ཐ་ཆེན་ཕབ་པར་ཀློག་དེབ་མི་ཆོག་མ་རེད། ད་རྩ་བའི་ད་རེས་ཀྱི་གསར་བོད་རིག་པའི་བགྲོ་གླེང་ཚོགས་འདུ་ཐེངས་བཅོ་བརྒྱད་པ་དེ་ཡོད་ན་དེ་རིང་ཚེས་པ་དྲུག་ནས་འགོ་ཚུགས་རྗེས་ཚེས་པ་བརྒྱད་བར་ཉིན་གྲངས་གསུམ་རིང་ཁང་གསར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་ཚོགས་གནང་བཞིན་འདུག་ལ། དེ་རིང་ནས་བྱས་ད་ཅིག་དེ་རིང་ཉི་མ་དང་པོ་དེ་ནས་བྱས། གསར་འགྱུར་མེ་ལོང་ལས་འཕྲོས་ཏེ་རྒྱལ་བའི་གོ་དོན་སྲུང་བརྩི་ཞུ་ཡ་རེད། དག་ནང་བཞིན་གསར་འགྱུར་མེ་ལོང་དང་འབྲེལ་བའི་སྐོར་ལས་བགྲོ་གླེང་གནང་ཡ། དམིགས་བསལ་དུ་ད་ལྟའི་བོད་ཡིག་གསར་འགྱུར་སྙན་སྒྲོན་དང་ནི་རྩོམ་འབྲི། བཅར་འདྲི། བྱེད་ཕྱོགས་སོགས་ཀྱི་སྐོར་ལ་ཡང་ད་ཅིག་མཁས་པ་མང་པོ་ཅིག་གདན་འདྲེན་ཞུས་གནང་རྗེས་ཁོ་ན་ཚོས་དེའི་ཐོག་ལ་ཡང་རིམ་པས་གསུང་བཤད་དང་དང་ནས་བགྲོ་གླེང་གཏུག་བཤད་གནང་ཡང་རེད་བྱས། གསར་བོད་ཀྱི་མཐོ་རིམ་སློབ་གཉེར་ཁག་ནས་བོད་ཀྱི་རླུང་འཕྲིན་གྱི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིས།
ཁ་སང་ཕྱི་ཟླ་བཅུ་པའི་ཚེས་ལྔའི་ཉིན་ཨན་བོད་གཞུང་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་དགུ་པའི་ཉིན་མཐའ་མའི་ཐོག་ཏུ་དབུས་སྤྱི་ཁྱབ་རྒྱུན་ལས་འོས་འདེམས་གནང་བའི་ཁྲོད་ནས་སྐབས་གོང་མའི་བོད་ཀྱི་གཞུང་ལྷན་ཚོགས་ཀྱི་ཟུང་དྲུང་ཚེ་རིང་ཆོས་འཕེལ་ལགས་ཨ་ནི་ཚོགས་གཙོར་འོས་འདེམས་གནང་བ་དང་ད་ག་ནང་བཞིན་གྱི་སྐབས་གོང་མའི་ཨ་ནེ་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་སླར་ཡང་ཚོགས་གཞོན་དུ་འདུག་ཅེས་འོས་འདེམས་བྱུང་གནང་སོང། དེ་དང་ཕྱོགས་མཚུངས་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལས་བྱེད་ཨ་ནེ་བསྟན་འཛིན་བློ་བཟང་ལགས་ཨ་ནེ་སྤྱི་ཁྱབ་དྲུང་ཆེར་འདུག་ཅེས་འོས་འདེམས་བྱུང་བའི་གནས་ཚུལ་ཐོན་སོང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི།

ཨ་ནི་ཚོགས་ཆེན་འདི་བརྒྱུད་ནས་ཨ་ནི་རྒྱ་ནག་གཞུང་ལ་དམིགས་བསལ་བརྡ་ལན་གང་ཡོད་མེད་སྐོར་ཨ་ནི་ཁོང་རྣམ་པ་གཉིས་ལ་མུ་མཐུད་བཅར་འདྲི་ཞུས་པ་ཡིན། ད་ལྟའི་བོད་གཞུང་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་དགུ་པ་འདི་རྡ་ཤོད་བོད་ཁྱིམ་ཚོགས་ཁང་ནང་ལོ་ལ་སྤྱི་ཟླ་དགུ་པའི་ཚེས་ཉི་ཚགི་རྩ་དགུ་ནས་ཕྱིན་དེ་རིང་བཅུ་པའི་ལྔ་བར་དུ་ང་ཚོ་སྐོང་ཚོགས་ཞུས་ཡོད་པ་རེད། ད་འདིའི་བརྒྱུད་རིམ་ནང་ལོ་ལ་གྲོས་གཞི་གཏན་འབེབས་བྱས་པ་གྲོས་གཞི་ཁག་བརྒྱད་དེ་གི་ནང་ཚེས་གསུམ་བཅུ་གཅིག་ནང་ལོ་ལ་ང་ཚོ་གྲོས་ཆོད་གཏན་འབེབས་བྱུང་བ་དེ་གཉིས་གསར་བཏོན་ཆགས་བསྡད་ཡོད་སྒྲིག་གཞི་བསྐྱར་བཅོས་གཅིག་ཆགས་བསྡད་ཡོད་དེ་ཡིན་དུས་ལས་དོན་ཚང་མ་ལོ་སྔོན་ནས་བྱེད་ཁས་ང་ཚོ་དབུས་སྤྱི་ཁྱབ་རྒྱུན་ལས་ཁང་གིས་གྲ་སྒྲིག་བྱས་ཤིང་བྱེད་པ་ནས་ཤེས་བྱས་བྱས་ནས་ས་གནས་ཚང་མས་ཀྱི་དགོངས་ཚུལ་ལྷུག་པོ་སོང་ཁ་ཚང་གྲོས་ཆོད་གཏན་འབེབས་མིན་པའི་ནས་གྲོས་ཆོད་ཚང་མ་ལོ་གཅིག་མོས་རང་གི་ཐོག་ནས་གཏན་འབེབས་བྱུང་བྱས་ནས་ལས་དོན་ལེགས་གྲུབ་བྱུང་སོང་ཞེས་བཤད་གནང། ད་ལྟ་བོད་དུ་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱིས་རྒྱ་ནག་ལ་ཁ་བརྡས་བཅག་ནས་བསྡད་ཡོད་རེད་ཨ་མདའི་མུ་མཐུད་ནས་ང་ཚོས་རང་བཙན་བོད་རང་བཙན་མ་ཐོབ་བར་དུ་ལ་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱིས་རྒྱ་ནག་ལ་ལས་འགུལ་སྤེལ་ཐབས་ཚུལ་འབད་བརྩོན་བྱས་ནས་བསྡད་ཡོད་རེད་ཞེས་བཤད། གཞི་རྩའི་བོད་གཞོན་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་དགུ་བ་དེ་བཞིན་ཟླ་བ་དགུ་པའི་ཚེས་ཉིན་ས་ཁུལ་ནས་འགོ་ཚུགས་ཀྱིས། ཨ་ནི་ཁ་སང་བར་བདུན་ཕྲག་གཅིག་གི་རིང་རྡ་ཤོད་བོད་ཁྱིམ་སློབ་གྲྭའི་ནང་ཐུག་ཆེད་ཚོགས་གནང་ཡོད་པ་དང་ཨ་ནི་ཐེངས་འདིའི་ཚོགས་ཆེན་འདིའི་ཐོག་ལ་རྒྱ་བལ་གཉིས་གཙོས་པའི་ཨ་ནི་ཕྱི་རྒྱལ་ཡུལ་གྲུ་ཁག་ནས་ས་གནས་བཞི་བཅུ་ཞེ་ལྔ་ནས་ཨ་ཚོགས་བཅར་བ་གྲངས་ཉིས་བརྒྱ་ལྷག་འདུ་ཞེས་མཉམ་ཞུགས་གནང་འདུག་དེ་དང་ཕྱོགས་མཚུངས་ཟླ་བ་འདིའི་ཚེས་བརྒྱད་ཉིན་ཨ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་དང་དྭགས་ནང་བཞིན་ཨོ་སྟྲོ་ལི་ཡ་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ། ཡུ་རོབ་བོད་རིགས་ཚོགས་པ་བཅས་ཚོགས་པ་ཁག་གསུམ་ཐུན་མོང་ནས་སྐུའི་གོ་སྟོན་དང་སྟབས་བསྟུན་ཅན་ཨ་ནི་བརྟན་བཞུགས་ཆེད་ལྟ་བུའི་ཞུས་གནང་ཡང་རེད་ཤག། མཚམས་འདི་ནས་དེ་རིང་བོད་དང་རྒྱལ་སྤྱིའི་གསར་འགྱུར་ཁག་ཅིག་ཉན་སྤྲོད་ཞུས་ཟིན་པ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་གཟིགས་གནང་བར་ཐུགས་ཆེ།